ཧོ་རྩ་བ་དང་དེ་འདྲ་བོ་ནང་དུ་བསྒྱུར་བཞག་ཡོད་རེད་ཨ་ནི་འབྲེལ་བ་འདི་སྐད་རིགས་མ་འདྲ་བ་གསུམ་གི་ནང་ཡོང་གི་ཡོད་རེད་བོད་སྐད་ཀྱི་ནང་གཅིག་ཡོད་རེད་འདི་བོད་སྐད་ཀྱི་ཨ་ནི་རྒྱ་སྐད་ཀྱི་ནང་གི་འབྲེལ་བ་ཀྱི་དབྱིན་ཇི་སྐད་ཀྱི་ནང་ང་འབྲེལ་བྱས་ཨོ་དེ་རེད་འབྲེལ་བྱེད་དུ་ཚོ་དེ་འདྲ་བོ་ས་གཏོང་རྗེས་དེ་ནས་ཁྱེད་རང་གི་དཔེར་ཆགས་བཞག་པ་ཡིན་ན་ད་དབྱིན་འདི་ཆོས་ལོ་ག་དང་པོ་གི་འབྲེལ་བྱེད་དབྱིན་ཇི་ནང་ལྟ་དགོས་གི་ཡོད་ན

འདི་དུ་མ་ཡིན་པའི་ཁྱད་ཆོས་ཀྱི་རིགས་ལྟ་སྟངས་ཅིག་ཡོད་ར་དེ་ཚོ་ཚང་མ་ལྟ་སྟངས་གཅིག་པ་རེད་དཔེར་ན་སློབ་སྦྱོང་ཚིག་རྗེས་མིག་གི་འབྲེལ་བ་ང་ཚོ་བོད་སྐད་ཀྱི་ནང་ལྟ་དགོས་རྒྱ་སྐད་ནང་དབྱིན་ཇི་གར་གྱི་ནང་ལྟ་དགོས་ཀྱི་འདུག་ཨ་ནི་དེ་ཚང་མ་སོ་སོ་གི་འདེམས་ཀ་བརྒྱབ་ཆོག་པ་རེད་དེ་འདི་གཉིས་ཀ་མཉམ་གཉིས་མཉམ་དུ་གོང་འོག་གཉིས་ལྟ་ས་ཅིག་ཡོད་རེད། འོན་ཏེ་སློབ་སྦྱོང་ཚིག་རྗེས་མ་གི་ཤོ་ལོ་ཀ་དང་པོ་གི་འབྲེལ་བ་འདི་རྒྱ་སྐད་ནང་ལྟ་ག་རུ་འདི་ན་སླེབས་སོང་ཨ་ནི་ད་ཤོ་ལོ་ཀ་གཉིས་པ་དེ་ཡིན་ན་འདི་ཤོ་ལོ་ཀ་གཉིས་པ་གི་འབྲེལ་བ་སླེབས་སོང་ངོ་བསྟན་འགྲོ་སྟངས་དེ་གཅིག་པ་རེད་དེ་ནི་དེ་ག་ནང་བཞིན་གྱི་ད་སུན་པ་དེ་འགྲོ་སྟངས་དེ་ཡིན་ན་ཡང་གཅིག་པ་གོ་རུང་གི། འདིའི་སློབ་སྦྱོང་ཚིག་བརྗོད་མི་འབྲེལ་བ་པོ་གའི་ནང་གཅིག་དགོས་པ་གཅིག་ཨ་ནེ་དབྱིན་ཇིའི་གའི་ནང་ཡོད་པ་གསུམ་མཉམ་དུ་བྱ་རུང་གི་རེད། འདི་ལྷ་དང་ཤུ་ལོ་ཀ་དང་པོ་གི་འོག་ལ་འདི་པོ་གའི་གི་ནང་ང་འབྲེལ་བྱེད་ཀྱི་འདུག་དབྱིན་ཇི་གའི་གི་ནང་ང་འབྲེལ་བྱེད་ཀྱི་འདུག་དེར་འདི་དབྱིན་ཇི་ད་དུ་ཚུ་ཚ་བ་ཡང་རྒྱ་སྐད་བྱ་ན་འགྲིག་གི་འོ་རེད་འོ་དེ་འདྲ་བོ་གི་ད་གཅིག་འགྲོ་སྟངས་ཚང་མ་གཅིག་རེད། དེ་འདྲ་བོ་གཅིག་རེད་དེ་ནས་ད་ཡི་གེ་གི་དབྱེ་གཟུགས་ཆེ་ཆུང་གཏོང་དགོས་ན་འདས་ཀྱི་ཡང་ནི་ཡང་འཁོར་གི་མཚོན་མདོག་ཆེ་ཆུང་མདོག་བསྒྱུར་དགོས་དགོས་ན་དེ་ཞིག་དེ་ནས་རང་རྒྱལ་འགྲོ་དགོས་དགོས་ཡོད་ཡིན་ན་ནི་འདི་ཅི་ན་ཡང་སྔ་མ་གི་རང་བཞིན་ཆགས་སོང་ཨ། འོ་དེ་འདྲ་ཅིག་རེད་འདི་སློབ་སྦྱོང་ཚུགས་རྗེས་མ་གི་ཉིན་གཅིག་དེ་འདྲ་བོ་ཅིག་རེད་ཧ་ལས་པའི་ད་ལྟའི་མོ་དང་བེད་སྤྱོད་ཆེན་པོ་དེ་འདྲ་བོ་ཅིག་འདུག་ཐུགས་རྗེ་ཆེ།